ཚོགས་པ་ནང་གི་ཚོགས་གཙོ་ཨ་ནེ་དང་སོ་ནམ་གཙོས་པའི་ཨ་དྲ་གྲོགས་ཡོངས་ལ་ཨ་ནེ་རེས་གླ་པའི་ལྷག་དཀར་བཟང་ཞུ་ཡ་ཡིན། ཨ་ད་རེས་འདི་ལ་ཚིག་ཁ་ཤས་ཅིག་ཞུ་ན་བསམ་སོང་གང་དེ་ངས་དྲ་སྒམ་ཅིག་ཕུལ་བཞག་ཡོད་དྲ་སྒམ་འདི་ཨ་ནེ་རྣམ་པ་ཚོ་ཚང་མས་མཁྱེན་གསལ་རེད་ད་ལྟ་ད་ང་རང་ཚོའི་སྤྱི་ཚོགས་ནང་ལ་ཨ་ནེ་བཙན་བྱོལ་སྒྲིག་འཛུགས་གཏོར་རེས་ཀྱི་དམིགས་ཡུལ་ཟིན་བསྡད་མཁན་གྱི་ཨ་ནེ་ཉམས་གཞི་རིམ་མི་མང་ལས་འགུལ་ཚོགས་པའི་གྱི་ཨ་ནེ་ཚོགས་གཙོ་བསྟན་དབྱངས། གི་ཡག་ཉེས་ཀ་མེད་གསུང་བཞག་ཅིག་ཨ་རྣམ་པ་ཚོས་དེ་ཕུལ་བཞག་ཡོད་འོ་དེ་རྣམ་པ་ཚོ་ཚང་མིང་གི་ཡག་པོ་ཅིག་གསན་རོགས་གནང་ཞུ་ཡ་ཡིན་ཨ་ནས་འདི་དང་མཉམ་དུ་ད་འདི་ནང་ལ་ཁོ་རང་གི་བཀའ་མོལ་ག་རེ་གསུང་གི་ཡོད་གསུང་འདུག་ཞུ་བ་ཡིན་ན་ཨ་ནི་ཁོ་རང་ཚོ་དེ་ཨ་ནི་ཡིན་ཅིག་སྒྲིག་འཛུགས་སྲུང་སྐྱོབ་བྱེད་ཆེད་དུ་རྡ་རམ་ས་ལ་ལ་ཨ་ལས་འགུལ་དེ་བརྩམས་ཀྱི་ཡོད་བ་དང། འོ་དེ་འདྲའི་གི་བཀའ་མོལ་གསུང་དེ་གི་འདུག་ཨ་འདི་དང་མཉམ་དུ་ཨ་ནི་དེ་སྔ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི། ཨ་ནི། ཁྲིམས་ཞིབ་པ་གསུམ་དེབ་གཅིག་ལ་དཔེ་དེབ་འདི་ད་འཛམ་བུ་གླིང་ནང་བྱུང་མ་མྱོང་བའི་ཞིག་རེད། ད་འཛམ་བུ་གླིང་དུ་བྱུང་མ་མྱོང་བའི་ཁྲིམས་དང་མ་མཐུན་པ་རེད་ལ་ཅིག་མང་པོ་ཅིག་བཤད་འདི་གི་འདུག། འདི་ཡི་འདུག་ག་ལ་ཉིད་ཀྱི་དུས་རྟག་ཏུ་ཁོ་རང་ཚོ་གི་ལས་ཀ་བྱས་དེ་འདི་སྒྲིག་འཛུགས་གཏོར་རེ་ཡིན་པ་སྒྲིག་འཛུགས་གཏོར་ལ་དུ་ཙམ་པ་ལ་ཁྲིམས་གཏོར་རེ་ཡིན་པ། དེས་མ་འཚལ་བས་ཨ་ནི་གོང་ས་མཆོག་གི་དགོངས་པ་དང་མ་མཐུན་པའི་ཕྱག་ལས་གནང་མཁན་ཡིན་པ་གཅིག་སོ་སོ་གི་འགྲེལ་བཤད་བརྒྱབ་སྡད་དགོས་དེ་ཡིན་དུས་ད་རྒྱལ་གྱི་མི་མང་ཚོ་ལས་ཡིན་པ་ཡིན་ནའི་གཞི་རིམ་མི་མང་གི་སྤྱི་ལྟ་གུའི་ལས་འགུལ་ལ་མཉམ་ཞུགས་མ་བྱེད་རོགས་གནང་ཟེར་འབོད་སྐུལ་ཞུ་བ་ནང་བཞིན་གྱི་སྔོན་ནས་མི་མང་ཚོ་གི་ཡིན་པ་ཡིན་ནའི་གཅིག་འབོད་སྐུལ་མཉམ་ཞུགས་བྱས་ལ་ཁོ་རང་ཚོ་ལ་དཀའ་ལས་འཁྲི་གི་རྣམ་པ་གཅིག་འདུག་གསལ་བོ་མཐོང་སྡད་དགོས་དེ་ཡིན་དུས་ག་ལ་དངོས་ནས་མི་མང་ཚང་མ་ལོ་ལ་དངོས་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན་གང་ཞིག་ལ་ན་ཁོ་རང་གི་མིང་མང་པོ་ཞིག་བཏོན་ཡོང་དགོས་འདུག། ཁོ་རང་ཚོ་གིས་བཤད་དེ་ཁོ་རང་ཚོ་གིས་མི་མང་ལ་མགོ་སྐོར་གཏང་རྒྱུ་དེ་ལ་དགག་པ་རྒྱག་མཁན་གྱི་ཨ་ནི་གང་ཟག་ཚང་མའི་མིང་བཏོན་བྱས་ཨ་ནི་ཁོ་རང་ཚོ་གིས་དེ་ལ་ཅིག་མིང་འདོགས་འགྲོ་ཞིག་བཏགས་ཟེར་ནས་མ་གཏོགས་ཨ་ནི་སྐད་ཆ་ལ་རྒྱུ་མཚན་གང་ཡང་བཤད་མི་འདུག་ད་མིང་འདོགས་འགྲོ་ཞིག་བཏགས་ཡ་མ་གཏོགས་ཨ་ནི་གཞན་པ་གས་བྱས་མི་འདུག་ཨ། དེ་ཡིན་དུས་གང་ལ་བདེ་སྐྱིད་ཀྱི་གཏམ་རྒྱུད་ག་རེ་མཐོང་འདུག་འདུག་ཞུས་པ་ཡིན་ན་ཁོ་རང་ཚོ་ལ་ལས་འགུལ་འདི་ལ་ཆ་ཤས་ལེན་མཁན་མེད་ཡིན་དུས་ད་ལུང་ལང་ས་དེ་ཁོ་རང་ཚོ་གི་རྫུན་རྐུབ་སྟོན་མཁན་དེ་ཚོ་ལ་མིང་འདོགས་བཏང་ཡ་དེ་ནི་གསལ་བོ་མཐོང་འདུག་འདུག་ཞུས་ཡ་ཡིན། དེ་ཡིན་དུས་གང་ལ་སོ་སོ་འགྲོ་བོ་རྗེས་གནང་གཞི་རིམ་མི་མང་གི་ལས་འགུལ་འདི་སྒྲིག་འཛུགས་གཏོར་ཡ་ཡིན་པ་དང་གྲྭ་བ་རིན་པོ་ཆེ་ཐུགས་དཀྲུག་ཡ་ཡིན་པ་དེ་ད་ང་ཚོ་ཁོ་རང་ཚོ་གི་སྐད་ཆ་བཤད་སྟངས་ནི་གསལ་བོ་ཆགས་འགྲོ་གི་རེད་བསམ་འདུག་སྐད་ཆ་བཤད་སྟངས་དང་ལས་ཀ་བྱེད་སྟངས་ནི་ད་ད་ལྟ་ཁོ་རང་ཚོ་གི་སྐད་ཆ་བཤད་དེ་དེ། ཁྲིམས་ཞིབ་པ་གསུམ་དེབ་གཅིག་ལ་འཕོ་འགྱུར་བཏང་ཡས་དེ་འཛམ་བུ་གླིང་ནང་བྱུང་མ་མྱོང་རྒྱུ་རེད་ཟེར་ནས་བཀའ་མོལ་དེ་ཤེས་ཀྱི་ཡོད་རེད་བ། ཡིན་པ་ཡིན་ནའི་ཁོ་རང་ཚོ་གི་བཅའ་ཁྲིམས་ཀྱི་ནང་དོན་དེ་ཤེས་ཀྱི་མེད་ཙང་སྐད་ཆ་དེ་ཤེས་ཀྱི་ཡོད་ར་མ་གཏོགས་བཅའ་ཁྲིམས་ཀྱི་ནང་དོན་ཤེས་ཀྱི་ཡོད་ན། ང་རང་ཚོ་བཙན་བྱོལ་སྒྲིག་འཛུགས་དེ་ཁྲིམས་ཀྱི་དབང་བསྒྱུར་ག་ལ་འགྲོ་ཡས་དང་དམངས་གཙོ་སྒྲིག་འཛུགས་འཛམ་གླིང་ནང་དམངས་གཙོ་སྒྲིག་འཛུགས་ཡོད་དེ་བ་ཆ་ཚང་དུ་ཁྲིམས་ཀྱི་དབང་བསྒྱུར་གལ་ཆེན་པོ་བརྩི་ནས་འགྲོ་དེ་གས་ཆག་དེ་ཡོད་ར་བ། དེ་ཡིན་དུས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཡིན་པ་ཡིན་ནའི་ཁྲིམས་ཞིབ་པ་གསུམ་དེབ་གཅིག་ལ་འཕོ་འགྱུར་བཏང་ཡས་དེ། ཁྲིམས་ཀྱི་དབང་སྒྱུར་གྱི་ཐོག་ནས་བཅའ་ཁྲིམས་གོང་དོན་གཞིར་བཟུང་འཕོ་འགྱུར་བཏང་བཞག་ལ་ཆགས་ཡོད་རབས་མ་གཏོགས། འདི་ཡང། མི་རེ་ཟུང་གིས་དབང་ཆ། སྐད་ཤུགས་ཆེ་ཆུང་དང། དབང་ཆ་འཐབ་རྩོད་ཀྱི་ཐོག་ནས་དཔེ་བཞག་རྒྱུ་གལ་མ་རག་པར། གྲོས་ཚོགས་ནང་ལོགས་ལ། སྤྱི་འཐུས་གསུམ་བཅས་གཉིས་ཀྱིས་གཙང་པོར་གསུམ་བཅས་གཉིས་ཀྱིས། ཨ་ནི། འོ་ཤོག་བླུགས་བཅས་དཔེ་བཞག་རྒྱུ་ཡིན་དུས་བརྩམས་པ་ལ་འདིའི་འདྲ་བའི་གི་འགྲོ་སྟངས་འདི། ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ལྟ་བུ་ཞིག་ཆགས་བཞག་པ་ཡིན་པ་ལ་དངོས་གནས་གཟི་བརྗིད་དང་ལྡན་པ། ཆགས་ཀྱི་ཡོད་རེད་ད། འཛམ་གླིང་ལ་ངོམ་དུ་ཆོག་པའི་ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་འདི། དེ་སྔ་གོང་ས་མཆོག་གིས་གསུང་གསུང་གི་ཡོད་རེད་བ། ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་འདི་ཡང་དག་པ་དམངས་གཙོར་འགྲོ་གི་ཡོད་གསུང་བའི་ནང་བཞིན་གྱི། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཡིན་པ་ནས་དངོས་གནས། ཁྲིམས་ཞིབ་པ་རྣམ་པ་གསུམ་གྱིས་ཁྲིམས་འགལ་གྱི་ལས་ཀ་བྱེད་ཡོང་དུས་ཙམ་པ་ལ་གྲོས་ཚོགས་ནས། ཁྲིམས་སྒྲིག་གཞི་བཞག་གི་ཐོག་ནས་འདུག་སྤེལ་ཡོང་དུས་ཙམ་པ་ལ་དངོས་གནས་ཁོ་རང་ང་རང་ཚོའི་བཙན་བྱོལ་སྒྲིག་འཛུགས་འདི། དངོས་གནས་ཁྲིམས་ཀྱི་དབང་བསྒྱུར་ཁང་ལ་འགྲོ་མཁན་གྱི་ཡང་དག་པའི་སྒྲིག་འཛུགས་ཅིག་རེད་འདུག་བསམ་པའི་ཐོག་ནས་སྒྲིག་འཛུགས་འཛམ་གླིང་ལ་མིག་དཔེ་སྟོན་ཡོད་པ་ཅིག་ཆགས་ཡོད་རེད་དེ་ཡིན་པ་ཡིན་ཏེ། ཁྲིམས་འགལ་གྱི་ཁྲིམས་ཞིབ་པ་གསུམ་དེ་གྲོས་ཚོགས་ནས་གནས་དབྱུང་བཏང་ཚར་བའི་རྗེས་ལ་ཁོ་རང་ཚོ་བསྐྱར་དུ་ཡར་སླེབས་ཡས་དེ་ཁྲིམས་འགལ་ཆགས་ཀྱི་ཡོད་རེད་བ། ཁྲིམས་དང་མ་མཐུན་པ་ཆགས་ཀྱི་ཡོད་རེད་འདི་འཛམ་བུ་གླིང་ལ་མ་མཐུན་པ་ཆགས་ཀྱི་ཡོད་རེད་འཛམ་བུ་གླིང་འགྲོ་ལུགས་དང་མ་མཐུན་པ་ཆགས་ཀྱི་ཡོད་རེད་བ། དེ་ཡིན་དུ་བསམ་པ་ལ་ཁོ་རང་ཚོ་གིས་ལས་ཀ་བྱེད་བསྡད་དེ་རྒྱབ་སྐྱོར་བྱེད་བསྡད་དེ་ཁྲིམས་ཞིབ་གསུམ་དེ་ཚོ་ལ་རྒྱབ་སྐྱོར་བྱེད་དུ་ཡོད་རེད་དེ་སྔ་ནས་འདི་ཡིན་འདུག་ག་ལ། ངེད་ཀྱིས་དཔེ་མཚོན་བྱེད་དུ་བྱས་བ་ད་ལྟ་གཞི་རིམ་མི་མང་ལ་ཁེལ་ཏེ་ཁོ་རང་ཚོ་གི་རྩ་དོན་གླེང་ཆེད། སྤྱི་སེམས་སྤུངས་ས་གཞི་རིམ་མི་མང་འདི་ཚོ་གསུམ། དོན་གཅིག་མིང་གི་རྣམ་གྲངས་རེད། དམིགས་ཡུལ་གཅིག་རེད་བཙན་བྱོལ་སྒྲིག་འཛུགས་གཏོར་རེད། བཙན་བྱོལ་སྒྲིག་འཛུགས་གཏོར་རེད་དང་ག་བར་མུ་ཆོ་གོང་པར་ཀྲུང་ཡོན་གྱི་དམིགས་ཡུལ་ཡིན་པ། ཚོགས་པ་གཅིག་ཡིན་པ་དང། ཡིན་པ་ཡིན་ནའི་ཚོགས་པ་འདི་གིས་ལས་འགུལ་ག་རི་ག་རི་བརྩམས་ཡོད་མེད། ར། ཚོགས་པ་འདི་གི་ཚོགས་མི་གཅིག་ཡིན་པ་བཅས་ལ་མིང་འདྲ་མ་འདྲ་བཏགས་དགོས་པའི་རྒྱུ་མཚན་ག་རེ་ཡིན་མེད་དེ་ཚོ་ཁྲིད་དེ་ང་རང་ཚོ་གསལ་བོ་མཐོང་ཐུབ་ཡ་རེད་ཁོ་རང་ཚོ་གིས་ཉིས་སྟོང། ད་ལྟ་བསྟན་དབྱངས་ཀྱི་སྐད་ཆ་བཤད་བསྡད་དེ་འཛམ་བུ་གླིང་ནང་བྱུང་མ་མྱོང་ཡ་དེ་ཁོ་རང་ཚོ་གིས་ཉིས་སྟོང་བཅུ་བདུན་ལ་བྱིར་བ་དང། སྤེན་པ་ཚེ་རིང་དོན་གཅོད་ནས་འཕོ་འགྱུར་བཏང་བ་དང་ཁོ་ཚོ་ག་ཚོད་ལངས་ལེས། འགོག་གི་ངོ་གོ་རྒྱ་ཡ་དེ་ནི་འགོ་བཙུགས་རོགས་བཀའ་ཤག་ལ། ར། དམངས་གཙོའི་སྒྲིག་འཛུགས་ཅིག་ཡིན་པ་ཡིན་ན། རེད། འཛིན་སྐྱོང་གིས་དོན་གཅོད་འཕོ་འགྱུར་བཏང་ཡན་གྱི་དབང་ཆ་ཆ་ཚང་ཡོད་བསྡད་བར་འཛིན་སྐྱོང་ལ་ཡོ་འདིག་ཡོད་རེད། འདི་འདྲའི་ཅིག་འཕོ་འགྱུར་བཏང་བ་ལ་ཁོ་ཚོ་གིས་ག་ཅིག་ངོ་རྒོལ་བྱེད་ཀྱི་ཡོད་རེད། ཁོང་ཚོ་གིས་ད་ལྟ་བར་དུ་རྩ་དོན་གླིང་སྐབས་དེ་དུས་ག་ཉིས་སྟོང་བཅུ་དྲུག་ལ་ཁོང་ཚོ་གིས་བཙུགས་མཁན་དེ་རྩ་དོན་གླིང་རེད་རྩ་དོན་གླིང་གིས་ག་རེ་བྱེད་ཀྱི་ཡོད་རེད་སྒྲིག་འཛུགས་ལས་གང་ཟག་གལ་ཆེ་ཡ་རྩིས་བྱས་སྒྲིག་འཛུགས་གཏོར་རོགས་ད་ངོ་རྒོལ་བྱས་ཡས་དེ་ནི་འགོ་བཙུགས་རོགས་ཉིས་སྟོང་བཅུ་བདུན་ནས་རོ། ང་རང་ཚོ་གི་བཀའ་ཤག་རེད་སྲིད་སྐྱོང་གང་བ་ཕེབས་སོང་ན་ངོ་རྒོལ་རྒྱག་བསྡད་ཁོང་ཚོ་འགོ་བཙུགས་སོང་བ། སྒྲིག་འཛུགས་གཏོར་རན་འདི་ནི་འགོ་བཙུགས་སོང་བ། འཛམ་བུ་གླིང་ལ་བྱུང་མ་མྱོང་བའི་ཅིག་ཁོང་ཚོ་བྱས་སོང་བ། ཨ་མེ་རི་ཀ་ལ་ཉིས་སྟོང་ཉིས་བརྩག་གསུམ་རེད་ངེད་ཅག་རང། གྲོས་ཚོགས་ཀྱི་ཚོགས་གཙོ་གནས་དབྱུང་བཏང་སོང་བ་ངོ་རྒོལ་རྒྱག་མཁན་སུ་འདུག་མི་འདུག་བ། བྱུང་དུས་བས་བྱུང་སོང་བས་ཨ་རི་མེ་རི་ཀ་ལ་མི་མང་ཡར་ལངས་རྗེས་ངོ་རྒོལ་རྒྱབ་སོང་བས། རྒྱ་མ་སོང་བ་དམངས་གཙོའི་རྒྱལ་ཁབ་དམངས་གཙོ་ཡང་དག་པ་འགྲོ་བཞིན་མཁན་གྱི་རྒྱལ་ཁབ་ཅིག་ཡིན་པ་ཡིན་ན། གྲོས་ཚོགས་ཀྱི་ཚོགས་གཙོ་སྤེལ་བ་ཡིན་པ་ཡིན་ནའི་ངོ་རྒོལ་རྒྱག་མཁན་བྱུང་ཡོང་མ་རེད་མི་མང་གིས་ཡིན་པ་ཡིན་ཏེ། རྩ་དོན་གླིང་ཟས་ཀྱི་ཚོགས་པ་འདི་གིས་ག་རེ་བྱས་ཡོད་རེད། སྒྲིག་འཛུགས་ལས་གང་ཟག་གིས་བྱས་ཚེ་ཅེས་སྤེན་པ་ཚེ་རིང་དོན་གཅོད་ནས་སྤེལ་བའི་སྐབས་ལ་ངོ་རྒོལ་རྒྱག་ཡ་འགོ་བཙུགས་སོ། འཛམ་བུ་གླིང་བྱུང་མ་ཡོད་གནད་དོན་འདིར་ད། འདི་སྟོང་འཛུགས་འོག་རེད། ད་ཁོང་ཚོ་གིས་རྩ་དོན་ལིང་བཙུགས་རྗེས་ངོ་ལྐོག་རྒྱའི་འགོ་བཙུགས་རེད། བཀའ་བཙན་བྱོལ་གཞུང་ལ་ངོ་ལྐོག་རྒྱའི་འགོ་བཙུགས་རེད། སྒྲིག་འཛུགས་གཏོར་རེས་འདི་ནི་འགོ་བཙུགས་རེད། འཛིན་སྐྱོང་ལ་ཁྲིམས་སྒྲིག་གཞི་གཞི་བཞག་གི་དབང་ཆ་ཡོད་བསྡད་པ་དེ་དབང་ཆ་འཕྲོག་ཡ་ལ་མི་གཅིག་དབང་འཛིན་ཟེར་ག་ཚོད་ཤེས་རོགས་ཨ། ཡིན་པ་ཡིན་ནའི་ཉིས་སྟོང་ཉིས་བརྩེགས་གཅིག་ལ་ཁོ་རང་ཚོ་མི་སྤེན་པ་ཚེ་རིང་སྲིད་སྐྱོང་ལ་སྐྱེལ་ཡ་བྱེད་དུ་རྒྱ་བ་རིན་པོ་ཆེན་གྱི་མིང་བཙོང་དགོ་ན་བཙོང་གི་ཡོད་རེད་རོགས་ག་རི་ཁྲ་གོང་སྐྱག་རྫུན་བཤད་དགོ་ན་འོ་ཞོག་རྐུ་མ་རྒྱག་དགོ་ན་རྒྱབ་རྗེས་མཐའ་མ་དེ་ལ་སྲིད་སྐྱོང་ལ་སྐྱེལ་སོ། ད་སྲིད་སྐྱོང་ལ་སྐྱེས་ཚར་བའི་རྗེས་ལ། ཁོ་ཚོ་ག་རེ་བྱེད་སོང་རྩ་དོན་ལིག་རང་འཇགས་དེ་མ་སོང་ངང། དེ་ནི་ཞབས་འདྲེན་རེད་བ། ཁྲིམས་སྒྲིག་ཞིག། གཏོར་སོང་ཟེར་མི་གཅིག་དབང་འཛིན་ཟེར་མི་ལ་བཤད་མཁན་བཤད་མཁན་ད་ད་ལྟ་ཁོ་རང་ཚོ་གི་མགོ་ལ་འདེད་མཁན་དེ་མི་གཅིག་དབང་འཛིན་བཞིན་དེད་དུ་ཡོད་རེད་བ་བཀའ་བློན་ག་ཚོད་ཡོད། བཀའ་བློན་སུ་མ་ཞིག་མེད་བ། བཀའ་བློན་ཞིག་གི་ས་ཆ་ཟིན་དེད་དུ་ཡོད་བ་སྐད་རྒྱག་གི་འདུག་བས། རྒྱག་གི་མི་འདུག་བ། ར། བཀའ་ཤག་ནང་ལ་བཀའ་བློན་ཚང་གི་མི་འདུག་མི་གཅིག་དབང་འཛིན་བྱེད་ཀྱི་འདུག་ཤེས་ཀྱི་མི་འདུག་བ། དེ་སྔ། བཀའ་ཤག་ནང་ལ་བཀའ་བློན་བདུན་ཡོད་དུས་མི་གཅིག་དབང་འཛིན་བཞིན་བཤད་བསྡད་མཁན་རྩ་དོན་གླིང་གི་ཚོགས་མི་ཚོགས་ཀྱི། ད་ལྟ། ཤེས་ཀྱི་འདུག་བས་ཤེས་ཀྱི་མི་འདུག་བ། ད་ལྟ་ཁོ་ཚོ་ག་རེ་ཆགས་བསྡད་ཡོད་རེད། ཉིས་སྟོང་ཉིས་བསགས་རྗེས་ལ་ཁོ་ཚོ་ག་རེ་ཅི་སེམས་དཔུང་གསར་ཆགས་བསྡད་ཡོད་རེད། རྩ་དོན་གླིང་འདི་མིང་བསྒྱུར་བ་དང་སྤྱི་སེམས་དཔུང་རྩ། འདི་གི་དམིགས་ཡུལ་ག་རེ་རེད། ད་དུས་འགའ་རང་ཚོ་སྤྱི་ཚོགས་ལ་ཕུ་དཀྲུག་ཟླ་དཀྲུག་བཟོས་གི་དམིགས་ཡུལ་ཁྱི་དེ་ཡོད་རེད་ད། ད་འགའ་རང་ད་གཟུགས་ད་ཁོ་རང་ཚོ་མི་ཡར་སླེབས་ཚར་བའི་རྗེས་ལ། མི་གཅིག་དབང་འཛིན་བྱེད་འདྲེ་དེ་ཡོད་རེད་དེ་ཡིན་པ་ནས་མི་ཚེ་དབང་ཆེན་ཞིག་ཏུ་མ་ལབ་རྗེས་ད་གྲོས་ཚོགས་གཏོར་ག་ལིག་ཡོད་རེད་ད། གྲོས་ཚོགས་གཏོར་གོ་ཏུ་ཁྲིམས་ཞིབ་པ་གསུམ་གྱིས་ཁྲིམས་འགལ་བྱས་ནས་ཡར་སླེབས་ཡོང་དུས་ཙམ་མ་ཚིག་གཅིག་བཤད་སོས། ཁོ་ཚོ་རྒྱབ་ལ་ལངས་སོང་ཨ། ད་ལྟ་ཁོ་ཚོ་ཤེས་ཀྱི་འདུག་ཁྲིམས་སྒྲིག་གཞི་གལ་ཆེན་པོ་ཡིན། ད་ལྟ་ཁྲིམས་སྒྲིག་གཞི་གལ་ཆེན་པོ་རེད་ཁྲིམས་ལས་བརྩི་དགོས་ཀྱི་རེད་འཛམ་བུ་གླིང་གཅིག་གཅིག་མང་བོ་ཤེས་འདུག་ལ་མིང་ག་རེ་བཏགས་འདུག་གཞི་རིམ་མི་མང་བཏགས་འདུག་ཁོ་རང་ཚོ་གི་ནོར་འཁྲུལ་འདི་ཁོ་རང་ཚོ་གི་རང་རྐུབ་རྡོལ་འོང་འདུག་བསམ་པ་ལ་མིང་རྐྱང་རྐྱང་འགྱུར་བ་བཏང་ནས་སླེབས་བསྡད་ཡོད་རེད་དེ་ཚོ་བྲེལ་ཏེ་ང་རང་ཚོ་མི་མང་གིས་མཁྱེན་དགོས་ཡོད་དེ་རེད་ཁོ་ཚོ་གི་མིང་ག་ཚོད་འགྱུར་བ་བཏང་འདུག་དང་པོ་རྩ་དོན་གླེང་བཙུགས་འདུག་རྩ་དོན་གླེང་གི་སྐད་ཆ་བཤད་དེ། ཁོ་རང་སྐད་ཆ་བཤད་སྐྱོན་བརྗོད་བྱེད་དེ། བཀའ་ཤག་ལ་སྐྱོན་བརྗོད་བྱེད་བསྡད་དེ་ད་ད་ལྟ་ཁོ་རང་ཚོ་གི་བདེན་པའི་འགོ་ཁྲིད་ཀྱི་བྱེད་ཡོང་དུས་ཙམ་པ་ལ། ད་འདི་ལ་སྐྱོན་བརྗོད་བྱེད་ན་འདི་བྱེད་ཐུབ་འོང་མ་ར་བ་ད་ག་རེ་བྱེད་གི་རེད་ཁོ་རང་ཚོ་རང་ལས་ཀ་འདི་འདྲ་བྱེད་དུས་ཙམ་པ་ནག་ཉེས་འདི་འདྲ་བྱེད་ཡོང་དུས་ཙམ་པ་ད་ཁོ་ཚོ་ག་རེ་བཏང་གི་རེད་སྤྱི་སེམས་དཔུང་ཚ་སྟག་རེད་ད། སྤྱི་སེམས་དཔུང་ཚ་བཏང་ནས་ག་རེ་བྱེད་པའི་ཁྲིམས་སྒྲིག་གཞི་པུ་ར་ཁོ་ཚོ་གཏོར་ར་བ་ད། རོ། ཁྲིམས་ཞིབ་པ་ནས་གཙུག་གི་རྒྱབ་རྩར་རྒྱབ་ལ་ལངས། བྱས། རོ། དང་དོད་ནས་ཁྲིམས་མི་སྣ་ཞིག་གསུང་དགོས་འདུག་འཛམ་བུ་གླིང་དང་འཛམ་བུ་གླིང་ནི་དམངས་གཙོའི་རྒྱལ་ཁབ་ག་བ་ལ་ཡོད་རེད་ད། གྲོས་ཚོགས་ནས་པི་བཞག་ཆོས་ཅིག་ཡ། སོ་སོ་གི་རང་སྣང་ལ་ལ་རང་སྣང་གང་འདྲས་བྱས་ནས་ཡ་སླེབས་བཞག་བས་ན་འགྲོ་ས་བཙོན་ཁང་མ་ཞིག་ཡོད་མ་རེད། ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ཡིན་ཙང། རོ། ལུང་པ་མེད་ཙང་འདིར་ཐུབ་ཚོད་བཏང་གི་ཡོད་རོགས། རྒྱལ་བ་རིན་པོ་ཆེ་གི་དམངས་གཙོའི་གསོལ་རའི་གནང་སྟེ་ཉིས་སྟོང་བཅུ་གཅིག་ལོར་དམངས་གཙོའི་གསོལ་རའི་གནང་བའི་སྐབས་ལ་རོགས། བཅའ་ཁྲིམས། ཁྲིམས་སྒྲིག་གཞི་ཡག་ཐག་ཆོད་བཟོས་ཡོད་རོགས། འདི་གཞི་བཞག་གི་ཐོག་ནས་མི་དམངས་ཀྱི་འོ་སྡུག་གི་ལམ་ནས་སྲིད་སྐྱོང་བསྐོས་ཡོད་བ། ཨན་སྤྱི་འཐུས་བསྐོས་ཡོད་བ་མི་མང་གི་འོ་འདེམས་ཚོ་ཆ་ཚང་བཟོས་བཞག་ཡོད་རེད་ཡིན་པ་ཡིན་ཏེ། དེ་ཚོ་གི་སྤྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གནས་དབྱུང་བཏང་བཞག་ཆོག་གང་ཟག་གསུམ་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་པི་ཞང་སྐྱོང་གང་ཟག་གསུམ་དེ་ཁོ་རང་ཚོ་རང་སྣང་ཆ་ལ་འདི་རྒྱབ་ལངས་རོགས། འདི་གར་འགྱུར་གྱི་ཡོད་རེད། གྲོས་ཚོགས་ར་བ་འདི་རྒྱ་གར་རིན་པོ་ཆེན་གྱི་དགོངས་པ་རྒྱ་ཆེན་པོ་བཞེས་པའི་ཐོག་ནས། དམངས་གཙོའི་སྒྲིག་འཛུགས་འདི་རྒྱལ་ཆེན་པོ་བརྩི་བའི་ཐོག་ནས་བཙུགས་བཞག་ཆོག་གི་གྲོས་ཚོགས་འདི་གཏོར་སོང་ཨ། ག་འདྲས་གཏོར་རེད་ད་དུང་ཁོ་ཚོ་ལས་ཀྱི་ད་གྲོས་ཚོགས་མེད་པ་བཟོ་གི་འདུག་གྲོས་ཚོགས་ད་ལྟ་མིང་ཙམ་བྱས་བསྡད་ཡོད་རེད་མ་གཏོགས་གྲོས་ཆོད་ཡིག་ཆའི་ཨང་གསུམ་བཙུགས་གྲོས་ཚོགས་ཀྱི་བཞག་བཞག་པའི་གྲོས་ཆོད་ཡིག་ཆ་ཨང་གསུམ་བཙུགས་ནུས་མེད་ཤག་བསྡད་བསྡད་ཡོད་རེད་འདི་སུས་བཟོས་རེད། སྤྱི་སེམས་སྤུངས་ས་ཀྱི་སོ་རེད། སྤྱི་སེམས་སྤུངས་ས་གཙོ་བོ་བྱས་པའི། ཨ་ནི་ད་ལྟ་ཁོ་ཚོ་གི་རྒྱབ་ལ་འདི་ཡོད་རོགས་གཞུང་ཞབས་ཟུར་པ། རོགས། དེ་ཚོ་ཞབས་འདེགས་རོགས་གཞུང་ཞབས་ཟུར་པ་གི་ངེད་ཅག་བརྟན་བཞུགས་སྐྱག་བཟོ་བ་དར་རམ་ས་ལ་ལ་རྒྱ་བ་རིན་པོ་ཆེ་ལ་ཆེ་བསྟོད་ཀྱི་བརྟན་བཞུགས་བཀའ་སློབ་ཁྱེད་གནང་ཟེར་བས། དེ་སྔ་བཀའ་སློབ་ག་འདྲས་ཕེབས་རེད་རྒྱ་བ་རིན་པོ་ཆེ་གཟིམ་ཆུང་རྗེ་ཁག་སྐབས་ལ་ཟུར་པ་དེ་ཚོ་གི་བཀའ་སློབ་ག་རེ་ཕེབས་རེད་ཁྱེད་རང་ཚོ་གིས་བོད་ཀྱི་གནས་སྟངས་རྫ་དྲང་བའི་སྐབས་དེ་ལ་ཁྱེད་རང་ཚོ་ཕྱག་ལས་གནང་མཁན་ཆགས་བསྡད་ཡོད་རེད། བོད་བོད་དོན་ཐོག་ཕྱག་ལས་གནང་བ་ཡིན་ན། འདི་གི་སངས་རྒྱས་ཀྱི་བསྟན་པ་ལ་ཕན་གྱི་ཡོད་རེད་འདི་ཡིན་དུས་ཙམ་པ་ལ་ཁྱེད་རང་ཚོ་མ་འོངས་པ་གཅིག་ཤི་སོང་བ་ཡིན་པ་ཡིན་ནས་སྤྱན་རས་གཟིགས་ཀྱི་གདུལ་བྱ་ལ་སྐྱེལ་གྱི་རེད་སྤྱན་རས་གཟིགས་དང་བོད་བོད་མི་བར་གྱི་ཨ་ནེ་ཐུན་མོང་མ་ཡིན་གྱི་འབྲེལ་བ་ཡོད་རེད་བསམ་ནས་བཀའ་སློབ་འདི་ཕེན་གྱི་ཡོད་རེད་ད་དེ་སྔ་མི་རབས་རྒན་པ་ཚོ་ལ་བཀའ་སློབ་འདི་གནང་བར་ཟུར་པ་ཚོ་ལ།

རོ། གྲོས་ཚོགས་ཀྱིས་འདི་ལ་བསྐྱར་ཞིབ་བྱས་ནས་ཇི་དགོས་བྱས་ལ། ཁྲིམས་ཞིབ་པ་གསུམ་དེ་གིས་ཁྲིམས་མེད་ལུགས་མེད་བྱས་ནས་ཡར་སླེབས་ཐུབ་ཁར་འཇམ་བསྟེན་མཁན་དེ་ཚོ་རོ། སྤྱི་སེམས་དཔུང་ཚོགས་ཀྱི་ལས་ཀ་གཉིས་པ་དེ་རེད་ད། རྩ་དོན་གླིང་འདི་སྤྱི་སེམས་དཔུང་ཚོགས་ལ་ཆགས་རྗེས་ག་ཕྱིར་ཁྲིམས་སྒྲིག་ཆས་ཁྲིམས་མེད་ལུགས་མེད་བཟོས་རང་རང་ཚོ་སྒྲིག་འཛུགས་དེ་ད་ད་ལྟ་ག་རེ་བྱེད་ཀྱི་ཡོད་རེད་ད། དཔུང་སྒྲིག་བྱེད་སླེབས་ཀྱི་ཡོད་རེད་ད་ད་ཉིས་སྟོང་ཉིས་རྩ་དྲུག་ལ། འོས་བསྡུ་གི་ཆེད་དུ་རྐུ་མ་རྒྱག་ཡ་ཆེད་དུ་འོས་འོས་རྐུ་མ་རྒྱག་ཡ་ཆེད་དུ། དཔུང་སྒྲིག་བྱེད་སླེབས་ཀྱི་ད་གྲོས་ཚོགས་གོང་མི་འདུག་ཞིག་ཡོད་རོ་ར། ཁ་དེ་གཡར་ས་དེ་ཁྲིམས་གཞི་སྒང་ལ་ཁ་གཡར་ར། ཁ་དེ་གཡར་ས་དེ་ཆོས་རྒྱུད་སྤྱི་འཐུས་ལ་ཁ་གཡར་རོ་མ་གཏོགས་དོན་ལ་དམིགས་ཡོད་དེ་གྲོས་ཚོགས་གོང་མི་འདུག་ཟེར་ཞིག་འདུག་ཁོ་ཚོ་སྐད་ཆ་གང་བྱུང་མང་བྱུང་བཤད་ཀྱི་ད་ཅི་འདྲ་དགོས་པ་རྣམས་ལ་ངོ་ལྐོག་རྒྱག་དགོས་ཟེར་ཞིག་ཡོད་ར། འདི་ག་རེ་རེད། གོང་ས་མཆོག་ལ་རྐང་བཙུགས་ནས་ངོ་རྒོལ་བྱེད་ཀྱི་ཡོད་རྟགས་དེ་གོང་ས་མཆོག་གི་ཐུགས་དཀྲུག་མཁན་ལ་ངོ་རྒོལ་བྱེད་ཁ་གླིག་ཡོད་མ་ཤེས་ཁག་པོ་ཆེ་མ་རེད། བཙན་བྱོལ་སྒྲིག་འཛུགས་ཀྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་གཏོར་ཐུབ་ཀྱི་ཡོད་ད་ཁྲིམས་སྒྲིག་གཞི་གཞི་བཟང་གི་སྒྲོག་གོང་བཀུར་མ་གཏོགས་ང་ཚོ་སྒྲིག་འཛུགས་དེ་དམངས་གཙོ་སྒྲིག་འཛུགས་ཤིག་ཡིན་དམངས་གཙོ་སྒྲིག་འཛུགས་ཡིན་ད་བཅའ་ཁྲིམས་གོང་དོན་གཞི་བཟུང་གི་སྒྲོག་གོ་གི་རེད་མ་གཏོགས་མི་ཁ་ཤས་གཅིག་གི་དཔུང་སྒྲིག་བྱེད་དེ་ཡོང་བྱས་ཨ་ནི་ར་ལང་ཆ་ལང་བྱེད་བྱས་ལམ་ཁ་གསར་བ་འཚལ་བའི་ངོས་དེ་འདྲའི་ལམ་ཁ་རྩ་བ་ཉིད་ནས་ཡོད་མ་རེད་དམངས་གཙོ་ལ་ཤིང་གི་ཡོད་བ་ཡིན་ན། ཁ་ནས་ཤེས་ཀྱི་འདུག་བསྟན་དབྱངས་ལས་དེ་ཨ་ཅག་རེད། ཨ་ཨ་གོང་ས་མཆོག་གིས་དམངས་གཙོ་གསོལ་རས་གནང་ཟེར་ཀ་བ་གསུམ་དེ་ཀ་བ་གཅིག་མེད་པ་ཟེར་ཀ་བ་དམངས་གཙོ་ཀ་བ་གསུམ་ད་ལྟ་ཁྲལ་ལས་མེད་དེ་དེ་ཡོད་རེད་ད། རོ། སྟག་ཤར་དང་ལྷོ་ལ་བཀའ་བློན་རྐུབ་བཀྱག་བདུན་ཡོད་རེད་ད་ཧ་གོ་ན་གསུམ་མ་ཞིག་མི་འདུག་བ། འདི་བཞི་དེ་སྤྱི་འཐུས་ཀྱི་མེད་བ་བཟོ་སྐྱོང་མ་རེད་ད། མེད་བ་ཙམ་གྱིས་ཧ་ལམ་མ་སོང་ན་བོད་མི་མང་སྤྱི་འཐུས་ཀྱི་མེད་བ་བཟོ་སྐྱོང་ན་ཞིག་བཟོ་གི་འདུག་བ། བཟོད་བཀོད་དང་ཁྲིམས་ཞིབ་པ་གསུམ། ཚོགས་ཆུང་བཙུགས་དང་ཁ་རྩང་རང་བསྐོས་སུ་བ། ལས་བྱེད་འདེམས་བསྐོ་ལྷན་ཁང་བསྐོ་སྟངས་བསྐོ་ལུགས་དག་རང་རེད་གཅིག་པ་གཅིག་རྐྱང་རེད་ཁྲིམས་ཞིབ་པའི་བསྐོ་སྟངས་དང་ར་བ། དེ་ལས་བྱེད་འདེམས་བསྐོ་ལྷན་ཁང་གི་བསྐོ་སྟངས་གཉིས་གཅིག་པ་གཅིག་རྐྱང་ར་བ་ཆ་རྐྱེན་འགྲོ་སྟངས་འདི་ཡིན་འདུག་ག་ལ་སྤྱི་འཐུས་ཚོགས་གཙོ་རེད་སྲིད་སྐྱོང་རེད་ཨ་ནི་སྤྱི་འཐུས་ཚོགས་གཞོན་ཁོ་རང་ཚོ་གསུམ་གྱི་ཚོགས་ཆུང་གཅིག་བཙུགས་ནས་བསྐོས་དགོས་ཀྱི་རོ་མ་གཏོགས། མི་མང་པོ་ཞིག་རྡ་རམ་ས་ལ་ལ་དཔུང་སྒྲིག་བྱས་ནས་སླེབས་རྗེས་ར་ལངས་ཆ་ལངས་བྱས་རྗེས་ཨ་ནི་ཁྲིམས་ཞིབ་པ་བསྐོ་དགོས་རེད་ལབ་པ་ཡིན་ན་འདི་ག་རེ་རེད་དམངས་གཙོའི་འགྲོ་སྟངས་མ་རེད་དམངས་གཙོ་གཏོར་དགོས་རེད་དེ་དཔུང་སྒྲིག་བྱེད་དགོས་རེད་མི་གཅིག་དབང་འཛིན་གང་ལ། སོ་སོ་གི་རང་སྣང་ངང་ནས་བྱེད་ཀྱི་ལམ་ཁ་ཞིག་བསྟེན་གི་ཡོད་རོགས་མ་གཏོགས་ཁྲིམས་སྒྲིག་གཞི་མཐུན་པའི་འགྲོ་ཡོད་ཀྱི་ལམ་ཁ་ཞིག་བཟོ་གི་ཡོད་མ་རེད་འདི་ཡིན་དུ་འཛམ་བུ་གླིང་ལ་མེད་པས་རོགས་འཛམ་བུ་གླིང་དང་དམར་ཕྱོགས་རྒྱ་གར་གྱི་བྱེད་སྟངས་འདི་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ལ་ཁྱི་མ་གླས་ན་ཡག་པོ་རེད་དམངས་གཙོ་ཁ་ལ་ཁྱི་བྱེད་བྱེད་སྟངས་འདི་དམར་གཙོ་དམར་ཕྱོགས་ཀྱི། བྱེད་སྟངས་དེ་མ་བྱེད་ན་ཡག་པོ་ཡོད་རེད། དེ་ཡིན་དུས་མི་མང་ཚོགས་ཀྱི་ཡིན་པ་ཡིན་ནའི། ཁོ་རང་ཚོ་གིས་གཞི་རིམ་མི་མང་ལ་རྒྱབ་སྐྱོར་གནང་གི་མི་འདུག་ར་མ་གནང་རོགས་ཅེས་འབོད་སྐུལ་ཞུ་ཡ་ཡིན། ཁོ་རང་ཚོ་གིས་ལས་ཀ་བྱས་ཏེ་ད་ཉིས་སྟོང་བཅུ་དྲུག་ནས་ཕྱི་ད་ལྟ་བར་དུ་བཙན་བྱོལ་སྒྲིག་འཛུགས་གཏོར་རེས་དང་གོང་ཚོད་ཐོག་ཐུག་འགྲོ་མཁན་ཡིན་པ་དེ་གསལ་བོ་གསལ་རྐྱང་རེད་ད་ལས་ཀ་གི་བྱུང་རིམ་ལ་གཅིག་ལྟ་ད། ཁོ་ཚོ་གིས་རྩ་དོན་གླིང་བཙུགས་རྗེས་རོ། ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ལ་ངོ་རྒོལ་རྒྱབ་ཡ་ད་འཛམ་བུ་གླིང་ནང་ལ་བྱུང་མ་མྱོང་ངེས་ཀྱི་རོ། ལས་ཀ། གཅིག་ཞབས་འདྲེན་བྱ་ཡག་གི་ལས་ཀ་དེ་འདྲ་བྱེད་དུ་ཡོད་རེད་ད། དེ་འདི་བྱེད་དུས་ཙམ་པ་ལ་ཁོ་རང་ཚོ་ལ། ག་ལོང་རེད་ས་འོག་དར་ཐག་འཐེན་ཆེད་ཏིས་ཆིག་ནུབ་པ་ཐོན་དུས་ཙམ་པ་ད། སྒྲིག་འཛུགས་ཁོ་རང་ཏོ་རེད་གི་མིག་གུ་ཁེན་ནས་སླད་བསྡད་ཀྱི་འདུག། འདི་ང་རང་ཚོ་གསལ་བོ་ཁེན་དགོས་རེད་ད། འདི་ཡིན་དུ་གང་ལ་རྩ་དོན་གླིང་ཚ་ནི་སྤྱི་སེམས་དཔུང་ཚད་དང་སྤྱི་སེམས་དཔུང་ཚད་དང་གཞི་རིམ་མི་མང་འདི་མིང་ཆེ་བོ་རྒྱག་པ་འདི་ནང་ལ། ལས་ཀ་བྱེད་མཁན་ཚང་མ་མི་གཅིག་པ་གཅིག་རྐྱང་རེད་མིང་འདི་ག་ཅིན་ཆེ་བོ་རྒྱག་པར་མི་མང་མགོ་སྐོར་གཏང་མཁན་ཆེད་དུ་མིང་འདི་ཆེ་བོ་རྒྱག་གི་ཡོད་རེད། འདི་ང་རང་ཚོ་མཁྱེན་པ་བཞིན་ལ། རྩ་མཐུན་གླིང་འདི་སྤྱི་སེམས་དཔུང་གསར་ཆར་སྤྱི་སེམས་དཔུང་གསར་དེ་གཞི་རིམ་མི་དམངས་ཆར་མ་འདིའི་འོག་ལ་རྒྱབ་སྐྱོར་བྱེད་མཁན་མི་འདི་ཚང་མ་གཅིག་པ་གཅིག་རྐྱང་རེད་མི་འདི་འདུག་མིང་འདི་ག་ཅིང་བྱིའུ་སྐྱེ་རྒུ་མི་དམངས་ཇིང་ཧ་མ་གོང་མཁན་འདི་ཚོ་ལ་མགོ་སྐོར་ལྡང་ཡ་ཆེད་དུ་རྩ་དོན་ཁ་ལ་ཁྱི་གོ་ན་འདྲ་རྒྱལ་བ་རིན་པོ་ཆེ་ཁ་ལ་ཁྱི་གོ་ན་ཨི་འདྲ་དམངས་གཙོ་ཁ་ལ་ཁྱི་གོ་ན་ཨི་འདྲ་འདི་འདྲ་བྱེད་འདི་མགོ་སྐོར་ལྡང་གི་འདུག་བ་འདི་ཡིན་འདུག་ག་ལ་ང་རང་ཚོ་མི་དམངས་ཚོ་གི་རྒྱབ་སྐྱོར་གནང་གི་མི་འདུག་ལ་མ་གནང་རོགས་གཅིག་གལ་སྲིད་རྣམ་པ་ཚོ་ངོ་རྒོལ་ལ་ཕེབས་མཁན་འདྲ་ཡོད་བ་ཡིན་ན། འདི་མ་འོངས་པར་ཁྱེད་རང་ཚོ་ནག་པོ་ཆགས་ཀྱི་རེད་མ་གཏོགས་སྒྲིག་འཛུགས་ལ་ངོ་རྒོལ་རྒྱག་ཀྱི་རེད་ནག་པོ་ཆགས་ཀྱི་རེད་མ་གཏོགས། འདི་སུ་གཅིག་ལ་གནོད་འགྲོ་ཡ་གལ་ཡོད་མ་ད། གོང་ས་མཆོག་ཐུགས་ཕམ་མེད་ཡིན་པ་བརྒྱ་ཆ་བརྒྱ་ཐམ་པ་རེད་འདི་གནས་ཚུལ་དུ་གོ་བཟུང་ན། དམིགས་བསལ་གྱི་ད་ལྟའི་གི་གོང་ས་མཆོག་གི་གནས་སྟངས་འདི་རྣམ་པ་ཚོ་ཚང་མས་མཁྱེན་གསལ་རེད་རྡ་རམ་ས་ལ་ལ་དངོས་གནས་ཁོ་རང་རྒྱལ་བ་རིན་པོ་ཆེན་གྱི་ཆེད་དུ་སྐུ་ཆས་ཞབས་རིམ་སྒྲུབ་ཁར་འགྲོ་གི་ཡོད་ལབ་པ་ནི་གནས་ཚུལ་ཐ་དད་རེད་བ་ད་ལྟ་འདི་ལ་ངོ་རྒོལ་རྒྱག་ཡ་གི་རྡ་རམ་ས་ལ་ལ་ངོ་རྒོལ་རྒྱག་ཡ་གི་ཁོར་ཡུག་རྩ་བ་ཉིད་ནས་ཡོད་མ་རེད། དེ་ཡིན་དུས་རྩམ་པ་ལ་ངོ་རྒོལ་རྒྱག་ཁར་འགྲོ་མཁན་ཚོ་གིས་ངེས་པར་དུ་ཟབ་ཚགས་བྱེད་དགོས་རེད། རྩ་དོན་གླིང་ལས་དེ། སྤྱི་སེམས་དཔུང་སར་ཆགས་པ་རེད། ཉིས་སྟོང་བཅུ་དྲུག་ལ་རྩ་དོན་གླིང་བཙུགས་རེད་ཉིས་སྟོང་ཉིས་ས་གཅིག་ལ་སྤྱི་སེམས་དཔུང་སར་ཆགས་རེད་ད། ཉིས་སྟོང་ཉིས་ས་དྲུག་གི་ཆེད་དུ་གཞི་རིམ་མི་མང་མིང་འཁྱེར་ནས་འགྲོ་བསྡད་ཀྱི་ཡོད་རེད། དེ་ཡིན་དུས་དེ་ཚོ་གིས་བྱེད་ལས་དེ་ཚོ་གཅིག་ལྟ་དང་སྒྲིག་འཛུགས་གཏོར་རེས་ལས་ཀ་རྐྱང་རྐྱང་བྱེད་དུས་ཡོད་རེད་ཉིས་སྟོང་བཅུ་དྲུག་ནི་ཆེས་བཙན་བྱོལ་སྒྲིག་འཛུགས་ལ་ངོ་རྒོལ་རྒྱག་ཡག་འགོ་བཙུགས་ཡོད་རེད། འདི་ཀོས། ཁྲིམས་སྒྲིག་གཞི་ལས་གང་ཟག་དབང་ཆ་བརྩི་བཞིན་རོགས། ཁྲིམས་སྒྲིག་གཞི་ལས་གང་ཟག་དབང་ཆའི་རྩིས་བྱེད་སླད་དེ་ཡང་རེད་རོ། འཛམ་བུ་གླིང་ནང་བྱུང་མ་མྱོང་བའི་རྟགས་ང་རང་ཚོ་ཕྱིར་ཁོ་རང་ཚོ་གི་ཤེས་དེ་ཡར་དང་དེ་ཡང་གི་ཤེས་ཀྱི་འདུག་འཛམ་བུ་གླིང་ནང་བྱུང་མ་མྱོང་བའི་བྱུང་རེས་འདི་ང་རང་ཚོར་བྱུང་རོ་དང་ཉིས་སྟོང་བཅུ་བདུན་ལ་དོན་མི་གཅིག་དོན་གཅོད་ནས་སྤི་བྱེད་སྒྲིག་འཛུགས་ལ་ངོ་རྒོལ་རྒྱག་སླད་དང་འདི་འཛམ་བུ་གླིང་བྱུང་མ་རེད་ཨ་རི་ལ་ལོ་གཉིས་ལྔའི་ལ་ལོ་གཅིག་རེ་གཉིས་རེ་ལྔའི་ལ་གྲོས་ཚོགས་ཀྱི་ཚོགས་གཙོ་པི་རེད་ངོ་རྒོལ་བྱེད་མཁན་ཡོད་མ་རེད། ཚོགས་གཙོ་ང་རང་ཚོ་ཀྲོའུ་གྲོས་ཚོགས་ཀྱི་ཚོགས་གཙོ་པི་དར་བ་ག་རེ་ལ་ཡོད་ད་དམངས་གཙོ་ཀ་བ་ཅིག་ཆགས་སི་ལ་ཡོད་ལྕགས་རི་ལ་ཡོད་རོ། ཡོད་མ་རེད་དེ་ཁྲིམས་སྒྲིག་གཞི་གཞི་གསུམ་གྱི་འགྲོ་ཡ་རེད། དམངས་གཙོ་ཡིན་ཚ་བའི་རྗེས་ལ་ཁྲིམས་ཀྱི་དབང་བསྒྱུར་གང་ལ་འགྲོ་ཡ་རེད་མ་གཏོགས་གང་ཟག་དཔུང་སྒྲིག་བྱས་ནས་ཡར་སླེབས་ཆེད་འགྱུར་བ་བཏང་ཐུབ་ཡ་གང་ཡང་ཡོད་མ་རེད་གལ་སྲིད་གང་ཟག་དཔུང་སྒྲིག་བྱེད་ཆེད་ད་ད་ལྟ་ཀྲོའུ་དཔུང་སྒྲིག་བྱེད་ཆེད་རྡ་རམ་ས་ལ་ལ་མི་སྐྱེལ་བཏང་ཆེད་དེ་འདྲའི་ཞུ་བྱེད་ཡང་ན་ང་ཚོ་ཁྲི་ཚོ་ཁྲིམས་ཀྱི་དབང་བསྒྱུར་ཆགས་ཀྱི་ཡོད་མ་རེད། འདི་ཡིན་དུས་ག་ལ་འདི་ཚོ་ཁྲིད་དེ་ང་རང་ཚོ་མི་མང་ཚང་མིག་གིས་མཁྱེན་དགོས་རེད་ད་ལྟའི་གི་གཞི་རིམ་མི་མང་ལས་དེ་ཉིས་སྟོང་བཅུ་དྲུག་གི་རྩ་དོན་གླིང་ཆགས་འདི་གི་རེད་རྩ་དོན་གླིང་དེ་སྤྱི་སེམས་དཔུང་ས་ཆགས་འདི་གི་རེད་ཉིས་སྟོང་ཉིས་བརྩེགས་གཅིག་ལ་སྤྱི་སེམས་དཔུང་ས་ཆགས་འདི་གི་རེད་སྤྱི་སེམས་དཔུང་ས་གི་ག་རེ་བྱས་མེད་དེ་རྣམ་པ་གསལ་བོ་རེད་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་གི་དམངས་གཙོ་ཀ་བ་སོང་ད་ལྟ་སྦོ་བླུགས་སོང་ལ་མཁན་དེ་ཁོང་ཚོས་བཟོས་ཤག་རེད་རོ་ཁྲིམས་ཁང་གང་ལ་ཁྲིམས་གཞི་གང་མེད་བ་དེ་ད་ད་ལྟ་ཡིན་པ་ཡིན་ནའི་ཁྲིམས་ཞིབ་ཁང་ལ་ཁྲིམས་ཞིབ་བ་ཅིག་གོ་གི་ཡོད་ན། འཛིན་སྐྱོང། བཀའ་ཤག་གི་སྤེན་པ་ཟེར་རིང་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཙོ་ཚོགས་གཞོན་གྱི་ཚོགས་ཆུང་བཙུགས་མཁོ་རེད། ཚོགས་ཆུང་བཙུགས་བ་ང་ཚོ་གོ་ཡས་མི་འདུག་བ། ཚོགས་ཆུང་ཞིག་བཙུགས་དང། རོ། མི་བདག་གི་འདུག་ལྟ་ཁྲིམས་ཞིབ་བ་རག་གི་འདུག་མི་འདུག་ལྟ་དང། འདི་འདྲའི་སྤྱི་ཡས་མ་བལྟ་ཅེས་མང་གཙོ་ནང་ལོགས་ནས་ཅིག་ཁྲིམས་སྒྲིག་གཞི་གང་ཡང་མ་ཤེས་མཁན་རིགས་ཅིག་གི་མི་འདི་ཨ་ནི་མི་མང་ལ་མགོ་སྐོར་དང་དམིགས་ཡུལ་དེ། བཙན་བྱོལ་སྒྲིག་འཛུགས་གཏོར་རའི་དམིགས་ཡུལ་འཁྱེར་རོགས། མང་ཚོགས་ལ་མགོ་སྐོར་དང་དུ་ག་མཚམས་རེ། ར་ཟེར་བའི་སོར་རེ་མཚམས་རེ། ཁྲིམས་ཞིབ་ཁང་ལ། དམངས་གཙོ་ཀ་བ་གསུམ་གཏོར་བཟོ་ལག་གི་ཡོད་རེད། མཚམས་རེ། སྤྱི་མཐུས་གོ་ཡས་མི་འདུག་ལ་ཡོད་རེད། མཚམས་རེ། འདྲ་མཉམ་གྱི་ཐོབ་ཐང་གོ་ཡས་ལ་སྐད་ཆ་གང་བྱུང་མང་བྱུང་བཤད་འགྲོ་འདོད་ཡོད་རེད། འདི་ཚོ་ང་རང་ཚོ་མི་མང་ཚོ་གི་མཁྱེན་པ་གནང་རོགས་གནང། འོ་དེ་ཞུ་ཡས་ཡིན། འདི་ཡིན་འདུག་ངས་དྲ་སྒམ་ཚོ་འདི་ཚོ། འདི་གང་དེ་ཕུལ་བཞག་ཡ། ཨ་ནི་ད་ལྟའི་གི་ཁོ་རང་ཚོ་དྲ་ཁམས་ནང་སྐད་ཆ་བཤད་དོན་གྱི་དམིགས་ཡུལ་འདི་ད་ནི་གསར་བ་གི་སེམས་ཤུགས་ཕར་ཆེ་སླད་ཤ་ཁྱོག་མ་རེད་སྒྲིག་འཛུགས་ལ་ཤ་ཚ་བ་ནི་སླད་ཤ་ཁྱོག་མ་རེད་ཉིས་སྟོང་བཅུ་དྲུག་ནི་ཡིད་ཆེས་དམིགས་ཡུལ་སེམས་ནི་སླད་ཤ་ཁྱོག་ཅིག་ཆགས་བསྡད་ཀྱི་ཡོད་རེད་ཉིས་སྟོང་བཅུ་དྲུག་ལ་གཏོར་རེ་དེ་གཏོར་ཚར་རེད་ངོ་ལྐོག་རྒྱབ་བྱེད་རོགས་ང་རང་ཚོ་བཀའ་ཤག་ལ་ཞབས་འདྲེན་ལུང་པ་གང་བཞག་ཚར་རེད་ད་ཁོང་ཚོ་དེ་ལ་དེ་ཞིག་དཔུང་སྒྲིག་བྱས་རྗེས་ཁོ་རང་ཚོ་ནུས་པ་དེ་ཐོན་གྱི་འདུག་བསམ་པའི་ཐོག་ནས་ད་སྒྲིག་འཛུགས་གཏོར་ག་ལེགས་ཀྱི་ཡོད་རེད་དེ་ཚོ་གི་ཁོག་ལ་སུས་འཛུགས་ཀྱི་ཡོད་མེད་ང་ཚོ་ཞིབ་ཕྲའི་རྩད་གཅོད་བྱས་ན་ཧ་གོ་དོག་ཁ་བ་རེད་བསམ་གྱི་འདུག་དེ་ཚོར་འགྲོ་སོང་དངུལ་འགྲོ་སོང་སུས་བཏང་གི་ཡོད་ར་བ། ད་དེ་ཡན་གོ་མ་སླེ་ཚར་འདུག་བ། གྲོས་ཚོགས་ཁོ་མི་མང་ཚོ་ལ་ཅི་འདྲ་དགོས་ད་རེས་དུས་ཚོད་ཁ་ཚང་དུས་འདྲ་གཉིས་གསུམ་སྔོན་ནས་མ་འགྲོ་འདུག་བ། ནང་མི་ཐུག་ག་འགྲོ་ར་ད། སྤྱི་བའི་མིང་ཅིག་གིས་མི་མང་ཚོ་ནས་ཞལ་འདེབས་དུས་ཨ་རེ་སོ་སོ་ནང་མི་སྤིན་རྒྱག་དེ་ཐུག་ར་བ་འགྲོ་སོང་དེ་སྤྱི་བའི་དངུལ་ནས་བཏང་ཨ་བཙན་བྱོལ་སྒྲིག་འཛུགས་དེ་གཏོར་ཨ་ད་དུང་ང་རང་ཚོ་མི་མང་འདིའི་རྐུབ་ལ་འགྲོ་བ་ཡིན་ན་ང་རང་ཚོ་མི་མང་དངོས་གནས་ལྐུག་པར་ད། གོང་ས་མཆོག་ཐུགས་འཁྲུག་རྒྱུ། བཙན་བྱོལ་སྒྲིག་འཛུགས་འདི་ང་རང་ཚོ་འཐབ་རྩོད་དེ་རེ་བ་བརླག་བཅུག་པས། ཨ་སོ་སོ་འབག་སྒུག་གི་སྟོང་པ་ཆགས་དགོས་རྒྱུ་ག་ཅི་ན་དངུལ་དེ་ཁོང་ཚོ་ལ་སྤྲིད་ཀྱི་ཡོད་རོགས་ཁོང་ཚོ་སྤྲིད་ཀྱི་ཡོད་ཆེད་དུ་བསྡད་འདུག་ཚང་མས་ཀྱི་དེ་ལུགས་ཀྱི་དགོངས་པ་བཞེས་རོགས་གནང་བྱོས་ལ་སོ་བཀའ་དྲིན་ཆེ།